བླ་མ་ནོར་བུ་རྒྱ་མཚོ་གིས་རོགས་ལྡན་འགའ་ཧང་ཡིན་པའི་སྐོར། རོགས་ལྡན་འགའ་བྲེལ་འགའ་རང་གི་ལ། ཨི་སྙིང་བུ་མང་པོ་ཆུ་མ་ཨམ་ཐི་ནོང་གི་ཨོམ་ཆང་ཚལ་འཕང་ལྕགས་ཐག་ལུས་གཉིས། དང་པོ་རང་འགོ་བཙུགས་པ་གང་ག་ནི་རྟ་མགྲིན་ཨ་ནི་འགོ་བཙུགས་པའི།

ནི་ཨའི་བ་ཀི་རང་སྟེ་ཨ་ཏི་ནང་པ་བ་ཀི་པོ་ཧེ་མི་ནི་ནི་རོ་སྟེ་ཕྱི་གླིང་པ་མུ་སྟེགས་པ་ཁ་ཆེ་དང་ཡེ་ཤུ་བ་ཀི་ད་ནི་བླ་མ་འོ་ད་སོང་པ་པོ་ཏུར་རྫོད་པ་ལ་ཧང་ཧང་རང་མང་གི་བ་ཟ་ལ་ག་ཤ་རང་ཁུ་ག་ཤ་རང་ཏོག་ག་ག་ཤ་རང་ག་ཆོ་ག་ན་ག་ནི་འདྲེ་འབྱུང་པོ་འདོན་བ་ག་ཆོད་པ་ཕུ་ནི་ཛའི་འོ་ཉུ་བ

དགེ་གཉིས་པོ་འམ་དབུ་སྙུག་མཁས་པའི་རང་རང་སོ་སོའི་སེམས་ཅན་གྱི་བསོད་ནམས་ག་ར་ལས་པའི་གི་ལ་ཧང་རང་འུ་ཐ་ག་ཆ་སི་མ་བ་ལ། དགེ་གཉིས་པོ་ཐི་ནོང་ན་ཡ་བའི་ག་ཡེག་པའི་ཁེ་བ་ཤོ། ལྷ་ཨན་མཁས་པ་སེམས་གི་ལ་ཨ་ནི་དབུ་སྙུག་མཁས་པ་ན་ཡ་བ་ད་སེ་ལི་ཁེ་ལ་ཚེ་འཕང་གི་ཐམས་ཅད་གི་ད་མ་སེ་ཉིད་པའི་བསྒྲིག་ཏུ། གཉིས། གཉིས་དབུ་སྙུག་མཁས་པོ་དགུ་མི་ཡེ་ལ་ག་དོན་ཐ་ག་ཨོ་མ་ཐ་སང་ཧ་རྡོ་རྗེ་ཐེག་པ་ག་གང་ག་ཐབས་མ་འདྲ་བ་མ་འདྲ་བ་མང་པོ་ཨན་བྱ། གཉིས་ཐབས་སྣང་ཁ་འོམ་ཐབས་ལེགས་ཤོས་མཁས་པོ་དག། གཉིས་རྟོགས་ལྡན་བླ་མ་གང་བླ་མ། རྟོགས་པ་དང་ལྡན་པ་གྲུབ་ཐོབ་ཐུར་གྱི་ཐུགས་ཀྱི་དགོངས་པ་གཏད། གཉིས་སློབ་མ་བུ་དད་པ་དང་སྣང་བསོད་ནམས་ཆོ་ག་འབབ། གཉིས་བླ་མ་དང་སློབ་མ་གཉིས་ཀྱི་ཞལ་འཛོམས་གཉིས། གཉིས་ཧང་ཧ་རང་ཨ་ལས་མ་ཁེལ་བ། གཉིས་རོ།

ཨོ་མ་ཏི་རུ་ཏི་རུ་ཨ་ཉི་ཤོ་གུ་ག་པར་ཏིན་ཐོ་ཏོར་མ་བ་ལམ་ཨོ་ཉུ་ཨོ་ཉུ་ཚན་མ་གི་ལམ་མེ་ཚན་མ་ཨོ་ཉུ་ཚན་མ་མང་གི་བ་ཤོ་གུ་ནང་གི་པར་ཕིན་ཐ་བ་ཆོ་ཉུ་ད་ཐམ་ཅེ་གི་ཕིན་ཕིན་ཆོ་ལེ་མེ་ཉུ་རོ་ཤོ་གུ་ཤོ་གུ་ནི་ཤོ་གུ་གི་བ་ལ་རོ་ཧང་ཧང་ར་མང་གི་མེ་གི་ཉི་བི་རོ་ཏི་རུ་གེ་ང་ཏི་རུ་ཏང་ཁྲ་ཨ་ཉུ་ཨོ་ཉུ་གི་ཨོམ་ཆང་རོ་ཚན་མ་ཐུ་རིན་ཆ་མེ་ཚན་མ་ཏ་ཨ་ཉི་བུ་ཏོམ་ད་ཨ་ཉུ་ཚན་མ་ཨ་ཉི་བྲག་ཏུ་ཛེ།

ཨོ་ཧེ་ཨ་ཉི་སྤྲོས་པ་གང་ག་ཨོ་ཨེ་རང་མ་བ་ཨོ་ཧེ་ཨ་ཉི་ཀ་མཐུར་ཤོ་ནུ་ན་མེ་ཏིང་ཨ་ཉི་ཉི་ཨོ་ཐ་བབ་ཅན་ཧང་རང་མ་འཛོམ་ཉི་ད་ཅོག་ཙི་ཐུང་ག་ཐ་མཐའ་ཉི་ལ་ཀར་འབུ་མ་འཇ་མེ་ཉི་ཨོ་ཐ་ཅན་འཇ་ག་དང་མཐུར་ཤོ་མ་གི་ན་ནའི་བ་ག་ན་གོ་ར་བུ་གི་ལ་ནའི་བ་ག་ན་གོ་ར་མ་བ་ནའི་བ་ག་སེམས་མ་ཉི་ལ་ཇིའི་དྲིལ་བུ་ངམ་མཐུར་སྤྲོས་བྱ་ཉི་བུ་ཉན་ཀ་ཉི་ཧང་དང་ཀ་ན་ཉི་མ་འཇ་མེ་འུ་ཉི་པུ་རུ་སྐན་ཆོས་ཐམས་ཅད།

དབང། ཐིག་ལུང་ངམ་ཆས་ཀྱི་དབང་ཞུ་མཁན་བབས་འོམ་ཆང་བདོག་པ་དང་གཉིས། བདག་སུ་ཧང་ཡང་གཉིས་ལ། སློབ་སྦྱོང་དེ་འཆོལ་བ་གི་གི་དུ། གཉིས་སློབ་སྦྱོང་དེ་མང་པོ་རིལ་ལ་གང་བདོག་པ་པོ་མང་པོ་རིལ་ན་ཨུ་ཉོ་ཨ་དེ་གི་བདོག་པ་སད་པའི་ག་དུན་ད་ག་གྱིས་ད་གའི་ཡེག་ཐན་བྱ།